རྣམས་རབ་མཐོང་མོན་དྷ་སྐུ་དྲག་ཚང་གི་བླ་མ་སྐྱབས་རྗེ་དྭགས་པོ་ཞབས་དྲུང་རིན་པོ་ཆེ་མཆོག་གུང་ཐང་སུམ་ཅུ་སོ་གཉིས་ལ་ཕེབས་པའི་སྐུ་ཡི་འཁྲུངས་སྐར་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་རྒྱུ་དང་སྐུ་ཚེ་བརྟན་ཅིང་མཛད་འཕྲིན་རྒྱས་པའི་སྨོན་འདུན་ཞུ། དེ་ཡང་དཔལ་ས་སྐྱ་གོང་མ་ཁྲི་ཆེན་རིན་པོ་ཆེ་མཆོག་ནས་མཛད་གནང་བའི་སྐྱབས་རྗེ་ཞབས་དྲུང་རིན་པོ་ཆེ་མཆོག་གི་ཞབས་བརྟན་སྨོན་ཚིག་ཞིག་སྙན་སྒྲོན་ཞུ་རྒྱུ་ཡིན། གང་གིས་གསང་གསུམ་བསྐུལ་བའི་མོད་ཉིད་ལ། ཉེ་བའི་དཔུང་ཚོགས་རྒྱུད་ལས་རྣམ་རྒྱལ་ཞིང། སྐྱེ་བར་འཚོ་བའི་མྱོས་དྲུག་དམ་པའི་ཕུལ། སྦྱིན་མཛད་ཡེ་ཤེས་འཁོར་ལོའི་སྦྱིན་ཆེན་ཕོ། ངག་གི་དབང་པོའི་བྱིན་རློབས་ལས་བསྡམས་པའི། རྨད་བྱུང་མཁས་རབ་མི་ཟད་འོད་ཀྱི་གཏེར། སྐལ་བཟང་གདུལ་བྱའི་མཁའ་ལ་རྟག་རྒྱུ་ཞིང། ཕྲིན་ལས་ལྷུན་གྱིས་གྲུབ་མཛད་ཞབས་བརྟན་ཤོག། ཆོས་འདུལ་ཁྲིམས་ཀྱི་རྩ་བ་བརྟན་པའི་ཕྱིར། གཞན་ཕན་སྤྱོད་པའི་ཡལ་སྟོབས་ཀུན་ནས་རྒྱས། ཟབ་གསང་བསྐྱེད་རྫོགས་འབྲས་བུ་གཡུར་ཟ་བ། བཤེས་གཉེན་འབྱུང་པོ་བཟང་པོ་ཞབས་འདི་ཤོག། དགོས་འདོད་ཀུན་སྩོལ་ཡིད་བཞིན་ནོར་བུ་ལྟར། མ་ལུས་འགྲོ་བའི་མོས་བློ་དྭངས་འཚམས་པར། དགེ་ལེགས་སྐྱོན་ཆུང་བརྟན་པོ་དམ་པའི་ཆོས། མི་ཟད་དྲིན་ལས་འབྱོར་མཛད་ཞབས་བརྟན་ཤོག། བླ་མ་ཡི་དམ་མཆོག་གསུམ་ཐུགས་རྗེ་དང། དམ་ཅན་ཆོས་སྲུང་རྒྱ་མཚོའི་ཐུགས་རྩལ་གྱིས། མི་མཐུན་རྒྱུད་ཚོགས་མིག་གིས་མཐར་བྱས་ནས། སྨིན་པོའི་དོན་རྒྱུན་སྒྲུབ་པའི་འགྲོ་མཁན་མཛོད། ངག་གི་དབང་པོའི་བྱིན་རློབ་ལས་བལྟམས་པའི། རྨད་བྱུང་ཁྱེད་རབས་མི་ཟད་འོད་ཀྱི་གཏེར། སྐལ་བཟང་གདུལ་བྱའི་མཁའ་ལ་རྟག་རྒྱུ་ཞིང། ཕྲིན་ལས་ལྷུན་གྱིས་གྲུབ་རྗེས་ཞབས་བརྟན་ཤོག། ཐོ་རྗེ་ཆེ་གནང།